མནའ་མ་ལྷན་རྒྱས་ལ་བཀྲ་ཤིས་བདེ་ལེགས། བུ་མོ་དེ། ཕྲུ་གུ་འཁོར་བ་རེད། ཕྲུ་གུ་ཆགས་པ་རེད། ཉེར་ཆགས་པ་རེད། དེ་རིང་ངའི་ཐ་སྙད་འདི་སྦྱངས་ཡིན། ཉེར་ཆགས་པ། སྦྲ་རམས་ནས་ལེན་པའི་དཔེ་བརྗོད། སྦྲུམ་མས་ཉེར་ཆགས་དུས་མཇུག་ཏུ་ཇི་ལྟར་ཚན་རིག་དང་མཐུན་པའི་སྒོ་ནས། ལུས་པོའི་ལྗིད་ཚད་ལ་ཚོད་འཛིན་བྱེད་དགོས། དཔེར་བརྗོད་བཞིན་པ་སྟེ། ཉལ་འཆག་སྐབས་ངེས་པར་དུ་མཁོ་བའི་འཚོ་བཅུད་འགའ་ཞིག་རྒྱུན་ལྡན་ལས་མང་བ་དགོས་ལ། འགའ་ཞིག་རྒྱུན་ལྡན་དང་གཅིག་པ་བྱེད་དགོས། ཉལ་འཆག་སྐབས་ངེས་པར་དུ་མཁོ་བའི་འཚོ་བཅུད་ནི་སྤྲི་དཀར་གྱི་རིགས་ཡིན་ཞིང། དེ་ཡང་མྱ་ཤ་དང་ཤེ་ཡི་རིགས་སྒོ་ང། འོ་མ། འོ་ཟོའི་ཐུན་རྫས། སྲན་མ་དང་སྲན་མའི་ཟོས་པའི་བཟའ་བཅའ་སོགས་ཀྱི་ནང་སྤྲི་དཀར་མང་པོ་འདུས་ཡོད་པས་བརྗོད་བཞིན་པ་སྟེ། དེ་རིང་བུ་སྨད་དང་སྤྱི་ཚོགས་ཞེས་པའི་ལེ་ཚན་འདི་ནང་དུ། ཛམ་བོ་རིན་དུ་རྡོ་དབྱིབས་རི་ནས་འགོས་ཁྱབ་ཕྱིན་པའི་དུས་སྐབས་དེར། བུ་མོ་ན་ཆུང་དག་གཉེན་སྒྲིག་དང་ཉིལ་ཆབ་པའི་གནས་སྟངས་རྫ་བྲག་ཏུ་འགྱུར་བཞིན་ཡོད་པའི་འགྱུར་བཞིན་ཡོད་སྐོར། རྒྱལ་སྤྱིའི་འགྲོ་བ་མིའི་ལྟ་ཞིབ་ཚོགས་པས་སྙན་ཐོ་བདུན་སྤེལ་བྱས་ཡོད་པའི་སྐོར་དང། འབྲེལ་ཡོད་གནས་ཚུལ་ཁག་རྡོ་རྗེ་ཚུལ་མཆོག་སྒྲིག་བྱས་པར་གསན་རོགས་གནང། པེ་ཅོ་ཞེན་པ་སྟེ། གཉེན་སྒྲིག་བྱས་ཟིན་པའི་བཟའ་ཚང་མང་པོ་ཞིག་གིས་ཉེར་མི་ཆབ་པའི་ཆེད་དུ་ཉེར་འགོག་སྨན་བསྟེན་པ་དང་བསྟེན་པའམ་ཡང་ན་ཉེར་འགོག་སྡོམ་པ་སོགས་ཀྱི་ཐར་ལམ་བསྟེན་བཞིན་ཡོད། བྱེད་ཐབས་དེ་གཉིས་ལས་གང་ཞིག་བཀོལ་རུང་དེ་གཉིས་ཀར་ཤོར་རྒྱུན་ཡོད་པ་མ་ཟད། ཤོར་རྒྱུན་དེ་དག་ལ་བརྟེན་ནས་སྐྱེད་མ་མང་པོ་ཡུན་རིང་ནད་ཀྱིས་མནར་བ་དང། རྨོངས་ནས་གཞན་གྱི་ངོ་བོར་གྱུར་ནས། སྲོག་ཤོར་བའི་གནས་ཚུལ་ཡང་ཡོང་བཞིན་ཡོད། དེ་བས། རྩོམ་ཡིག་འདིར་ང་ཚོས་ཉེར་སྒྲོམ་འདོད་ངན་དང་ཡང་ན་དེ་ལས་ལྡོག་པའི་ཉེར་སྒྲོམ་མི་འདོད་ངན་གཉིས་ཀར་ཐིམ་པའི་ཚན་རིག་ཞིབ་འཇུག་གི་གྲུབ་དོན་འགའ་ངོ་སྤྲོད་བྱས། ངས་སོ་སོ་བཟོས་པའི་དཔེ་བརྗོད། ས་འོག་མའི་འཁོར་ནང་དུ་ཉེར་ཁྱབ་པའི་བུད་མེད་དང་འགྲོ་དཀའ་བའི་རྒན་འཁོགས་རྣམས་ཀྱིས་སྡོད་ས་མ་རབས་པར་ལངས་ནས་བསྡད་པ་མཐོང་དུས། སོ་སོའི་སྡོད་ས་ཁོང་ཚོ་ལ་སྤྲད་པ་ནི་ཡ་རབས་ཀྱི་བཟང་སྤྱོད་ཞིག་ཡིན། ལ་སོ་གལ་སྲིད་ནོར་འཁྲུལ་དྲག་ཤོར་ར་ཡིན་ན། འཛིན་བཟོད་མ་བྱེད་པར་ང་ལ་ནོར་འཁྲུལ་བྱེད་རོགས། ཐུགས་རེ་ཆེ་བཀྲ་ཤིས་བདེ་ལེགས།